ཁ་ནས་རང་སྐྱོང། ང་ཚོའི Official Stand དེ་རང་སྐྱོང་སྦྱོང་ཆེད་དེ་ནི་སྐད་འབོད་རྒྱག་དུས་རང་བཙན་སྐད་ཆ་བཤད་དེ་ཚོ། འདི་གི་ད་སྲིད་ལོ་དྲི་བའི་འདྲ་ལོག་འདི་མུ་མཐུད་ནི་མ་འགྲོ་ཡ་ལ་གང་མོས་ཀྱི་གནོད་སྐྱེལ་གྱི་ཡོད་ནའང་ར་ནི་རོ། འདི་ལ་སྲིད་སྐྱོང་མཆོག་གི Personal གི View ག་རེ་ཡོད་ཟེར་ན་ང་འདི་གཅིག་རེ་གལ་མི་ཆེ་ཚང་མ་ད་ལྟའི་ང་ཚོ་ཁོག་པུའི་སྙིང་དང་ཨ་ནི་སྐྲ་བྷིའི་དེར་གང་ད་མིག་ལྟོ་བའི་ད་གང་ད་གོང་ས་མཆོག་གང་ཞོགས་ཀྱི་གང་ད་དགུང་ལོ་བགྲེས་བོ་ཆགས་འགྲོ་བའི་དེར་གང་ད་བས་ད་གནས་སྟངས་ར་བོ་ཆགས་གང་ད་ཅིག

རྒྱ་ནག་གི་བཙན་གནོན་གཉའ་གནོན་བཤུ་གཞོག་ཞི་བ་དེ་འདྲ་བཏང་བ་རེད་དེ་ད་ནངས་ཡིན་ནའི་བོད་པའི་མི་རིགས་ཀྱི་ངོ་བོ་དེ་རྩ་བ་བཏང་ཐུབ་ཡོང་བ་རེད་རྒྱ་ནག་གཞུང་གིས་དེ་ཁྱོད་རང་ཚོ་སྟོབས་ཡོད་ན་མེད་ན་རེད་ཟེར་དུས་བོད་ནང་ལ་ཡོད་ངའི་བོད་མི་འདི་ཚོ་སྙིང་སྟོབས་ལ་རག་ལས་ཀྱི་ཡོད་རེད་བ་དེ་ཧང་སང་བ་ཞིག་རེད་ཟེར་ནས་ང་ཚོ་གསུང་གི་འདུག་དེ་བྱེད་དུས་བསམ་པ་ད་འདོད་དུས་མུ་མཐུད་ནས་འགྲོ་ཐུབ་ན་ཁྱེད་རང་ཚོ་རྒྱལ་ཁ་ངེས་པར་དུ་ཐོབ་གི་རེད་ཟེར་ཡག་གི་བསམ་ཚུལ་ད་ལྟ་རང་ང་བོད་སྐད་བློ་འདོན་ལྟེ་གནས་ཁང་ཞིག་ཉམས་དགའི་ཞེ་ནས་ཡོང་བ་ཡིན

ཨ་མི་རི་ཀའི་རྒྱལ་སྲིད་ཡ་ད་ཁེ་འདྲ་རྩེ་ཆག་གྲུབ་བྱས་ཏེ་ཕེབས་རེ་བསྡད་ཡ་ད་བོད་དོན་གྱི་ཁྲིམས་འཆར་དེ་གྲོས་ཚོགས་གོང་མའི་གྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་ནང་ལོགས་ནས་སྤྱི་མོས་ཀྱི་གཏན་འབེབས་བྱུང་རྗེས་དུས་ཚིགས་འདི་འདྲ་ཅིག་གལ་ཏེ་ཡོད་རེད་ད་དེ་རིང་ང་ཚོས་ཐོག་མར་བསྡད་ཡ་ཁོང་འཚམས་འདྲི་ཞུ་བ་དེ་འདྲ་བྱས་དྲི་བ་དང་པོ་བསྡད་ཡ། ད་རེས་དེ་ཕལ་ཆེར་ད་ཁྲིམས་འཆར་འདིའི་ཐོག་ལ་ཡང་མ་འོངས་པ་ད་གྲོས་ཚོགས་ནང་ལོག་པ་འོས་བསྡུ་ནང་ཕིགས་གནམ་ཕིགས་རེད། ད་འདིའི་ཐོག་ནས་མ་འོངས་པ་རེ་བ་ག་རེ་ར་ཞིག་གནང་གི་ཡོད་ན་ད་རེས་ལས་དོན་ག་འདྲ་སྒྲུབ་ཆེད་ལ་ཡང་ངོས་འཛིན་གནང་གི་ཡོད་ནའང། ནམ་རྒྱུན་ཞུ་དེ་འོས་ད་འདིའི་གནས་ཚུལ་འདི་ཡང་མང་ཚོགས་ངོས་ནས་ཆེད་བསྐྱོད་ཨ་མི་རི་ཀའི་གི་འགྲོ་སྟངས་འདི་མ་མཁྱེན་པ་ཡིན་ན། ཁྲིམས་གཅིག་གཏན་འབེབས་བྱས་ལ་ཡང་གྲོས་ཚོགས་འོག་མ་དང་གྲོས་ཚོགས་གོང་མ་དང་གྲོས་ཚོགས་འོག་མའི་ནང་ལོགས་ལ་ཡང་ཕྱི་འབྲེལ་ཚོགས་ཆུང་དང་གྲོས་ཚོགས་ལྷན་ཚོགས་རང་ལ་ཡང་ཁེ་དགོས་ཡ་དང་དང་ན་ཞིང་གྲོས་ཚོགས་གོང་མ་དང་གྲོས་ཚོགས་གོང་མ་ལྷན་ཚོགས་ནང་ལ་ཁེ་དགོས་ཡའི་བརྒྱུད་རིམ་མང་པོ་ཞིག་ཡོད་རེད་མཐའ་མ་དེ་ཨ་མི་རི་ཀ་སྲིད་འཛིན་གྱི་མཚན་རྟགས་གྱོན་པའི་ཉིན་མོ་དེ་ནས་ཁྲིམས་ཆགས་ཀྱི་ཡོད་རེད་དེ་ཡིན་དུས་ཚང་མ་ལ་ཡང་ཁེ་ས། ང་ཚོ་དེ་གྲོས་ཚོགས་གོང་མའི་གི་ཕྱི་འབྲེལ་ཚོགས་ཆུང་གི་ནང་ལོགས་ལ་ཡང་སྤྱི་མོས་ཀྱི་ཐོག་ནས་གཏན་འབེབས་ཡོང་ཐུབ་ཡ་དེ་ཁོ་ད་ག་ས་ཞིག་ནས་འདུག་ཅིང་ཡོང་ཤག་པ་ཞིག་མ་རེད་དེ་ཡིན་དུས་དུས་ཚོད་དུ་ཆ་བཞག་གི་ཡིན་པ་ཡིན་ན། དེ་ངས་ལྷ་ཆོས་ཀྱང་སོང་མེད་གྲོགས་འཕྲིན་ལས་འདུག་ཟེར་ནས་ངས་ག་དུས་ནས་ཞུ་བསྡད་ཡ་དེ་གཅིག་དེ་རེད་ང་ཚོ་དེ་ཚུར་ཡོང་ཡ་དེ་སྤྱི་ཟླ་གཉིས་པ་ནས

བརྒྱ་ཆ་ལྔ་བཅུ་འགྲོ་བ་གཅིག་ཟིན་པ་རེད། དེ་ཡིན་དུས་ད་ད་རིང་གྲོས་ཚོགས་གོང་མའི་ནང་ཡ་དེ་བྱས་ཡ་དེ། ང་ཚོ་དེ་ཚེས་བཅོ་ལྔ་བཅུ་དྲུག་ལ་ཡོང་ཡ་དེ་ད་བ་གཉིས་སྔོན་ནས་གཏན་འཁེལ་བསྡད་ཡོད་རེད་ཡིན་ནའི་དེ་ཚེས་བཅུ་དྲུག་ཉིན་མོ་དེ་མ་གབ་བྱས་ཡ་དེ་ལྷོད་གཡེང་བྱས་ཡ་དེ། ངེད་ཅག་བྱུང་བཞག་ཡོད་རེད་དེ་ཡིན་དུས་ས་མ་ལེ་ཡ། ཨ་ནི་ཁེ་ཚེ་དེ་ས་ད་བ་ལ་འབྱོར་བ་དང། ཡང་ད་འདོད་དེ་ན་དཀའ་ངལ་མ་འཕྲད་ཡ་གི་ཆེད་དུ། གྲོས་ཚོགས་གོང་མའི་གི་ཕྱི་འབྲེལ་ཚོགས་ཆུང་གི་ཚོགས་གཙོ Senator Ben Cardin། ཁོ་རང་བརྗེད་བྱས་ཨེ་ཐ་ན་ང་ཚོ་དཀའ་ངལ་ག་རེ་འཕྲད་སྲིད་པ་རེད་ག་རེ་འཕྲད་མི་སྲིད་པ་རེད་ཨེ་ནི་ང་ཚོ་དཀའ་ངལ་འཕྲད་པ་ཡིན་ན་ཐབས་ཇུས་ག་རེ་བྱེད་དགོས་ཀྱི་རེད་ཨེ་ནི་གང་མགྱོགས་མགྱོགས་ཅིག་ག་འདྲ་བྱེད་དགོས་ཀྱི་ཡོད་རེད་དེ་ཚོའི་ཐོག་ལ་ཡང་གོ་བསྡུར་བྱས་རྗེས་དེ་ང་གཅིག་པུ་མ་རེད་ཨེ་ནི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་ཨེ་ནི་རི་ཆར་རྒྱལ་ཁོ་རང་ད་ལྟ་བོད་དུ་ཕེབས་པར་ཤ་ཚ་ཆེན་པོ་ཞུ་བྱས་རྗེས་ཨེ་ནི་དུས་རྒྱུན་དེ་ནས། དོ་སྣང་དང་རྒྱབ་སྐྱོར་རྒྱག་རུམ་ཆེར་ཐེབས་པ་དང་དམ་ཚིག་གཡོ་བ་མེད་པ་ཡོད་པ་དང། ཆབ་སྲིད་ཀྱི་ཐོག་ལ་ཡིན་ནའི་ཅིག་ཤུགས་ཆེན་པོའི་ཐོག་ནས་རྒྱབ་སྐྱོར་བྱས་ཏེ་ང་ཅིག་ཆགས་བསྡད་ཀྱི་ཡོད་རེད་དེས་ན་གཞིས་བྱེས་ཀྱི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཚོགས་གཙོ་སྤྱི་ཟུར་བསྟན་ཆོས་སྒྲོན་ལགས་ཡོད་རེད་ཁོང་ཚོའི་ལས་བྱེད་ཡོད་རེད་ད་ནང་བཞིན་ང་ཚོའི་དོན་གཅོད་ལས་ཁུངས་ཀྱི་དོན་གཅོད་རྣམ་རྒྱལ་ལགས་དང་འདུ་བྱེད་བྱས་ད་ང་ཚོ་འདི་དཀའ་ངལ་མ་འཕྲད་པ་དཀའ་ངལ་གར་གར་འཕྲད་སྲིད་པ་རེད་ད་ལྟ་བར་དུ་ད་བརྒྱུད་རིམ་མང་པོ་ཕྱིན་ཚར་བ་རེད་བ་དཔེར་ན་ཟླ་གཉིས་ཕྱི་ཟླ་བཅུ་པ་ལ་ང་ཚོ་བཅའ་ཡ་དེ་གྲོས་ཚོགས་འོག་མའི་ནང་ལོག་ལ་འགྲུལ་པ་ཞིག་ཐེབས་ནས་བསྡད་པ་རེད་དེ་ཡིན་ཚོད་འགྲུལ་པ་དེ་སྤྲོད་དུས་ཚར་བ་སྤྲོད་ཚར་བའི་རྗེས་ལ་ཡང་འགྲོ་སྟངས་ག་འདྲ་འགྲོ་གི་ཡོད་མེད་དེ་ཤེས་ཀྱི་ཡོད་རེད་ནམ་རྒྱུན་ནས་ངས་ཞུ་དུས་ང་ཚོ་ལས་ཁ་ཆེ་བ་ཡིན་ནས་ནང་ཁུང་ནང་ལ་བར་རྙོག་རྒྱག་པའི་སོ་ར་ཞིག་མ་ཡིན་པ་བཅས་བཅས་འགྲོ་ལུགས་འགྲོ་སྟངས་ཆ་ཚང་ཤེས་བྱས་ཕྱིན་པ་ཡིན་ན་མདང་དགོང་དཔེར་ན National Endowment for Democracy ཨ་རིའི་དམངས་གཙོ་ཐེབས་རྩའི་དེ་ཡིས་དེ་ད་ང་ཚོ་ལ་ཆེ་བསྟོད་ཀྱི་སྲོལ་རྩིས་ཤིག་བཏང་བ་རེད་དེ་འབྲེལ་ཡོད་མི་མང་པོ་ཞུ་མི་ཉི་བཟང་ཞིག་དེ་འདྲ་ཞུ་བཞག་དེ་ན་སེན་རི་ཁཱ་ཏན་གྱི་ལས་བྱེད་ཅིག་གིས་གསུང་གི་འདུག་ད་ནམ་རྒྱུན་ང་ཚོ་དེ་ཨ་ནི་ཨ་རིའི་ནང་ལ་ཡག་ད་ཅིག་ཉི་མ་རྟག་པ་རེད་བཞིན་ནི་ཅིག་ཁྲིམས་འཆར་དང་དེ་ཚོ་གང་ཅིག་ཅིག་རོགས་ཆེ་རོགས་ཆེ་ཟེར་མཁན་མང་པོ་ཞུ་བཞུགས་ཡག་རེད་ཡིན་ནའི་ཁོང་ཚོའི་འགྲོ་ལུགས་འགྲོ་སྟངས་སྨྲ་བཞིན་དུ་སང་དཀའ་ངལ་མང་པོ་ཞིག་འཕྲད་ཀྱི་ཡོད་རེད་པ་ད། ང་ཚོ་དེ་དོན་གཅོད་དང་རྒྱལ་སྤྱིའི་བོད་དོན་ལས་ཁང་ཐུན་མོང་ནས་འགྲོ་ལུགས་འགྲོ་སྟངས་ཆ་ཚང་གི་ཤེས་བྱེད་ཕལ་ཁ་ཤས་ཡོད་འདུག་བསམ་པ་ཨ་ནི་གནད་དོན་དེ་ག་རང་ལ་ཡང་ག་བ་ལ་དགག་རྩ་ཐུག་གི་འདུག་ག་རིག་གང་ལ་བཤད་དགོས་ཀྱི་འདུག་ཆ་ཚང་ཅིག་གསལ་བོ་ཤེས་ཀྱི་ཡོད་པའི་རྒྱུ་མཚན་ལ་བལྟས་ནས་སྟབས་བདེ་བོ་དེ་ཞིག་རག་འདུག་ཟེར་ནས་ཁོ་རང་ཚོའི་ཚུལ་གསུང་གི་ཡོད་རེད་དེ་ཡིན་དུས་དེ་ང་ཚོ་ཕྱག་ལས་གནང་མཁན་ཚོས་ཚད་ལྡན་པ་ག་ཚོད་གནང་གི་ཡོད་མེད་ག་རེ་ཟེར་ན་ང་ཚོ་ལུང་པ་ག་བ་ལ་ཞུ་གཏུག་བྱས་པ་ཡིན་ནས་དེ་གི་འགྲོ་ལུགས་འགྲོ་སྟངས་ཆ་ཚང་ཅིག་ཤེས་པའི་ཐོག་ནས་བྱས་དགོས་པ་དེ་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད་ད། གྲོས་ཚོགས་གོང་མའི་གི་ཕྱི་འབྲེལ་ཚོགས་ཆུང་ནང་ཐོན་ཚ་དུས་ཚང་པ་ལས་ཡ་ད་དེ་ནས་གྲོས་ཚོགས་གོང་མའི་གི་ལྷན་ཚོགས་ནང་ལ་ཡ་རྣམས་ཕེབས་དགོས་གོ་རེད་ད་དེ་དུས་ཚོད་དེ་ངེས་ཅན་ཡོད་མ་རེད་དེ་ཡིན་དུས་དེ་ལ་ཐབས་ལམ་གཉིས་ཡོད་བས་ཟེར་རེ་ཞུ་འདུག་གཅིག་དེ་མྱུར་ལམ་གཅིག་བྱས་གཅིག་དེ་ད་ནམ་རྒྱུན་བྱེད་སྟངས་ནང་བཞིན་རེད་མྱུར་ལམ་དེ་ལ་གལ་སྲིད་འགྲོ་ཐུབ་པ་ཡིན་ན་ཨ་ནི་ཁོང་ཚོ་འགོ་ཁྲིད་རྒྱས་གི་རྒྱབ་སྐྱོར་དགོས་གི་ཡ་རེད་དེ་ལ་དགག་པ་མེད་མཁན་དགོས་གི་ཡ་རེད་གཞན་པ་ནས། དེ་ཡིན་དུས་ཚང་མས་གལ་ཆེ་འདི་ཤིན་ཐུ་བ་འགྲོ་བ་ཕྱིན་པ་ཡིན་ན་ང་ཚོ་ཤིན་ཏུ་འཁྲུག་པའི་རང་རེ་བསྟན་པའི་ཆེས་མཐོ་ཡག་གི་རེ་བ་དུག་སེལ་རྒྱབ་གི་ཡོད་འཁྲུག་པའི་ངན་ལ། གལ་ཆེ་དེ་མ་ཡིན་པ་ཡིན་ན་སྤྱི་ཟླ་བདུན་པའི་དམ་འཇུག་དང་ཡང་དེ་ལས་ལྷག་དཀའ་སྲིད་པ་རེད་ད་དོན་དག་དོག་དོག་དེ་ག་རེད་ཟེར་ན། ཨ་ནི། ཨ་རིའི་གི་འོས་བསྡུ་ཆེན་མོ་དེ་མ་སླེབས་གི་སྔོན་ལ། ཨ་ནི་དེ་བསྟན་པའི་ཆེས་མཐོ་ཡག་གལ་ཆེ་ཡང་འོས་བསྡུ་ཆེན་པོའི་གི་རྗེས་དང་ཨ་ནི། དེ་རྗེས་ལ་ཡང་གནས་ཚུལ་ཆགས་པས་ནི་ཡང་བསྐྱར་དུ་གཞི་ནས་གྲོས་ཚོགས་འོག་མ་ནས་ཕྱིན་ཡང་གོང་མར་འགྲོ་དགོས་ཡ་ནི་ཐང་ཆད་དུས་ཡང་དུས་ཚོད་མང་བོ་ཞུགས་ཞུགས་འགྲོ་གི་རེད་ལ། དེའི་འགྲོ་ཡས་ཀྱི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་དེ་ད་ད་ལྟ་ང་ཚོ་བརྒྱ་ཆ་བདུན་ཅུ་བདུན་ཅུ་དོན་ལྔ་ཟིག་གི་ཚད་ཅིག་སླེབས་བསྡད་ཡོད་རེད་གྲོས་ཚོགས་གོང་མའི་ནང་ལ་ད་ད་ལྟ་ཨ་མི་རི་ཀའི་གི་ཆབ་སྲིད་ཀྱི་གནས་སྟངས་དེ་རྟོགས་ཐབས་སྐྱོ་བོ་རེ་ཞིག་ཡོད་རེད་དེ་ཡིན་དུས་བསམ་པ་ལ་ཡང་ཁྲིམས་གཏན་འབེབས་བྱེད་ཡ་དང་དེ་ཚོ་ཐེངས་ལ་དམངས་གཙོ་ཚོགས་པ་དང་སྤྱི་མཐུན་ཚོགས་པ་གཉིས་ཀ་གི་ཐུན་མོང་གི་འདོད་པ་མེད་ན་ཨ་རིའི་ད་ལྟ་ཡང་ཁི་ཡ་ཁ་བོ་ཞིག་ཆགས་བསྡད་ཡོད་རེད་དེ་ཡིན་དུས་བསམ་པ་ད་སྟབས་ཡག་ག་ཅིག་ལ་ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས། ཨ་ནི། བོད་པའི་གནད་དོན་འདི་ག་ལ་ག་དུས་ནས་གྲོས་ཚོགས་ཁོངས་གཉིས་དང། ཆབ་སྲིད་ཚོགས་པ་གཉིས་ཀ་གི་རྒྱབ་སྐྱོར་ཡོད་འདོད་པ་ཆགས་ཀྱི་ཡོད་དུས་བསམ་པ་ལ་ཡ། ད་ང་ཚོས་གང་མགྱོགས་མགྱོགས་བྱེད་འགྲོ་ཐུབ་ཡག་གི་རེ་བ་བརྒྱབ་བསྡད་ཀྱི་ཡོད། ལོ་ཟེར། དེའི་མཚམས་དེ་ལ་ཡང་འབྲེལ་ཡོད་ཀྱི་དྲི་བ་གཅིག་ང་ཚོ་ད་ལྟ། ཁྱད་ལས་པ་ཉམས་ཞིབ་པ་དེ་འདྲ་མང་པོ་ཞིག་ལ་ཡང་བཀའ་འདྲི་ཞུས་པ་ཡིན་དེའི་ནང་ནས། སྐྱེས་པ་གསུམ་དང་བུད་མེད། ལྔ་ལ་ཡང་འབྲེལ་བ་ཞུས་པ་ཡིན་དེའི་ནང་ལོགས་ནས་སྐྱེས་པ་གསུམ་དང་བུད་མེད་གཅིག་གིས་ང་ཚོ་དེ་ལན་འཇོག་བསྡད་ཡོད་དེའི་ནང་དྲི་བ་གཅིག་ང་ཚོ་ད་ལྟ་ཕྱིར་འབུལ་ཞུ་ཆོག་ཆེད།

ཁྲིམས་ཡིག་འདི་ནང་ལོགས་ལ་བོད་མི་ཚང་མའི་མངོན་འདོད་མཚོན་པའི་གི་ཨ་ནི་བོད་མི་སྒྲིག་འཛུགས་ཟེར་ཡ་དེ་འདྲས་ཆིག་མ་འོངས་པ་ཡོང་ཡ་གི་རེ་བ་འགྲོ་ཆིག་ཟིག་ཡོད་ན་ཨ་ནི་རྒྱ་གར་ནང་དུ་ལ་དེ་འདྲས་ཁྲིམས་དེ་འདྲས་ཡོང་ཡོད་རེ་ཡོད་རེད། དེ་ད་ལྟ་ཁོ་རང་གསུང་ཡ་དེ་ཉིས་སྟོང་ཉི་ཤུ་གི་བསྐྱར་བཅོས་ཆེན་པོའི་ཁྲིམས་ཡིག་སྐབས་དེ་གསུང་གི་ཡོད་རེད་ད་དེ་དུས་ང་ཚོ་འགན་འཁེལ་གི་ཡོད་མ་རེད་བཀའ་ཤག་སྐབས་བཅུ་གཅིག་པ་བཀའ་ཤག་སྐབས་བཅུ་དྲུག་པ་དེ། ཉིས་སྟོང་ཉི་ཚེ་གཅིག་ཕྱི་ཟླ་ལྔ་བ་ནང་སླེབས་པ་རེད། དེ་ཡིན་དུས་ཚང་མ་ལ་ཡང་ད་གལ་སྲིད་འདི་འདྲའི་གི་གནད་དོན་འདི་གའི་མ་འོངས་པ་ང་ཚོ་འགྱུར་བ་གཏང་དགོས་ད་སྤྱི་བཏང་གི་ཨ་རིའི་གཞུང་ཡིན་ནའི་རེ་གཞུང་ཚང་མ་གཞི་མ་ཚང་མ་ལོ་བཙན་བྱོལ་བོད་མིའི་སྒྲིག་འཛུགས་འདི་བོད་ཕྱི་ནང་གཉིས་ཀ་གི་སྐུ་ཚབ་མཚོན་པ་བྱེད་ལ་ལྟ་གི་ཡོད་རེད་ངོས་འཛིན་བྱེད་གི་ཡོད་རེད་ཡིན་ན་ཡང་ཚིག་གི་འགྲོ་སྟངས་གི་ཐོག་ནས་ཏག་ཏག་བསྡད་མེད་པ་དེ་ནི་ཏན་ཏན་ང་ཚོ་མ་འོངས་པ་སྐྱ་ཆོས་གི་རིམ་པ་ཞིག་ག་ལ་ཡང་བསམ་བཏང་ཆོག་གི་རེད་བསམ་གི་འདུག་ད་རྒྱ་གར་ནང་ལ་ཡང། དུ་གསུངས་དུས་ད་ང་ཚོ་དེའི་གནད་དོན་མང་པོ་ཅིག་མཁྱེན་དགོས་འདུག་གཞུང་སོ་སོ་སོའི་འགྲོ་སྟངས་ག་འདྲ་ཡིན་མེད་དཔེར་ཨ་མི་རི་ཀ་འདྲ་བོ་ཕྱིན་པ་ཡིན་ན་ཁོ་སྲིད་འཛིན་ལམ་ལུགས་རེད་ཡང་ཛམ་བུ་གླིང་ནང་ལ་སྲིད་འཛིན་ལམ་ལུགས་མང་པོ་ཡོད་རེད་ཡིན་ནས་ཚང་མ་ལོག་ཨ་མི་རི་ཀ་གི་སྲིད་འཛིན་ལམ་ལུགས་དང་གཅིག་པ་རེད་ཟེར་ན་དེ་མ་རེད་ད་ནང་བཞིན་བཤད་ནས་གྲོས་ཚོགས་ཀྱི་ལམ་ལུགས་ཀྱིས་ཛམ་བུ་གླིང་འདི་ནང་ལ་དམངས་གཙོ་མང་པོ་ཡོད་རེད་ཡིན་ནས་དམངས་གཙོ་གྲོས་ཚོགས་ཀྱི་ལམ་ལུགས་ཡང་དམངས་གཙོ་ཚང་མ་གཅིག་པ་རེད་ཟེར་ན་དེ་མ་རེད་དེ་ཡིན་དུས་རྒྱལ་ཁབ་སོ་སོ་སོའི་པ་བེ་ཀྱི་གནས་སྟངས་འོག་ནས། ད་ག་རེ་ཐུབ་པ་འདུག་ག་རེ་ཟེར་ན་ཨ་མི་རི་ཀ་གི་ཆད་པ་ན་བཞིན་ཅིག་ཚང་མ་ལོ་གཅིག་པ་གཅིག་རྐྱང་བྱས་འོག་རེད་ཟེར་ན་ང་ཚོ་ད་རིང་ཨ་མི་རི་ཀ་ལ་རྒྱལ་ཁ་ཐོབ་པ་ན་བཞིན་ཅིག་ནི་རྒྱལ་ཁ་ཐོབ་པ་ཟེར་བ་ལྟར་ཨ་མི་རི་ཀ་ལ་ཡང་འདུག་བྱས་ནས་ཁྲིམས་འཆར་འདི་ད་གཏན་འབེབས་བྱེད་ཡག་གི་ལང་ཀ་གང་ལ་འགྲོ་ཐུབ་ཐུབ་བྱས་མ་འོངས་པ་འདི་ཁྲིམས་སུ་བཅའ་བ་ཡིན་ན་དེ་ན་བཞིན་ཅིག་གཅིག་པ་གཅིག་རྐྱང་ཅིག་ཚང་མ་ལོ་ཆ་དགོས་ཆ་གི་རེད་པ་དེ་མ་རེད་དཔེར་ན་དེ་བྱང་ཨ་མི་རི་ཀ་གཅིག་པོ་ནང་ཆ་བཞག་གི་ཡིན་ན། ཨ་མི་རི་ཀ་དེ་ནི་སྲིད་འཛིན་གྱི་ལམ་ལུགས་རེད་ཡིན་ནའི་ཁ་ན་ད་དེ་ཡང་གྲོས་ཚོགས་ཀྱི་ལམ་ལུགས་རེད་ཡང་དེ་གི་གྲོས་ཚོགས་ཀྱི་ལམ་ལུགས་ལ་དཔའ་བས་གི་ད་ཁྲིམས་ཀྱི་ངོ་བོ་ཐོག་ནས་ཡོང་སར་བས་དེ་འདྲའི་གི་ལམ་ལུགས་འགྲོ་སྟངས་ཡོད་རེད་ཡོད་མ་རེད་ད་ནང་བཞིན་བྱས་ནི་ཅིག་ཡང་གྲོས་ཆོད་ཀྱི་ངོ་བོ་ཐོག་ནས་ཡང་གྲོས་ཆོད་ནང་ལོགས་ལས་ཡང་གྲོས་ཆོད་རིམ་པ་དེ་འདྲ་ཡོད་རེད། དེའི་ནང་ནས་གཅིག Binding Resolutions ཞེས་གྲོས་ཆོད་འདི་བཞག་པ་དང་གཞུང་གིས་ངེས་པར་དུ་ལག་ལེན་བསྟར་དགོས། ཡང Non-Binding Resolutions ཞེས་གསུངས་པ་ཡང། དེ་གྲོས་ཚོགས་ཀྱི་ཚོར་བ་དོན་ཡར་ཕྱིན་མ་གཏོགས་བྱེད་ཀྱི་འཛིན་སྐྱོང་གིས་དངོས་སུ་ལག་ལེན་བསྟར་མ་དགོས་ཡ་དེ་གནས་སྟངས་དེ་འདྲ་ཡོད་རེད་དེ་ཡིན་དུས། ད་ང་ཚོའི་ངོས་ནས་ད་ལྟ་དེ་ཨ་མི་རི་ཀའི་གི་གྲོས་ཚོགས་གོང་འོག་གཉིས་ནང་ལ་གཏན་འབེབས་བྱས་ཨ་མི་རི་ཀའི་སྲིད་འཛིན་གྱི་མཚན་རྟགས་བསྐྱོན་པའི་རྗེས་ལ་ཡ་དཔེར་ན། ད་ཉིན་ཕྱི་ཟླ་བཅུ་གཅིག་ལ Halifax Security Forum ནང་བཅར་བ་རེད་བདེ་འཇགས་ལྷན་ཚོགས་དེར་བཅར་བ་རེད་དེ་ནས་བོད་རྒྱའི་ཨོ་རི་བྷ་ལི་ཡ་དོན་གཅོད་དང། ང་ཚོ་ཚང་མས་བོད་རྒྱའི་ཤེས་རབ་མཐའ་ཡིན་ལ་བོད་རྒྱའི་ཕྱག་ལས་གནང་གི་ཡོད་རེད་ང་ཚོ་འདི་གའི་དཔའ་སྐད་བཅར་བའི་སྐབས་ལ་ཁོང་ཚོ་ལས་ཞུས་ཡོད་དེ་དུས་ང་ཚོ་གྲོས་ཚོགས་འཐུས་མི་ཉི་མ་གཉིས་ལ་གྲོས་ཚོགས་འཐུས་མི་ཉི་ཤུ་རྩ་བརྒྱད་བྱས་པ་རེད་བློན་ཆེན་བཞི་བྱས་པ་རེད་གྲོས་ཚོགས་ཚོགས་གཙོ་བྱས་པ་རེད་ཐུགས་རྗེ་ཆེ་ད་ཨ་མི་རི་ཀ་ནང་ལ་དེ་ཁྲིམས་སུ་བཅའ་བ་ཡིན་ན་དེ་ཉིན་མོ་དེ་ནས་ང་ཚོ་ཁྱང་སེལ་ཡོང་ཡ་གོ་ཚུགས་ཀུར་དག་བྱེད་བྱེད། བྱེད་སྟངས་འདི་ཡང་ཁོ་བློ་ཁོག་ཡོད་ངེས་བྱེད་སྟངས་རྒྱ་ནག་ལ་ཡང་ཅིག་ཁ་གཏད་ཅག་ཐུག་ངེས་བྱེད་ཀྱི་གཞུང་ཅིག་ཨ་ལི་སྣེ་ཁྲིད་བྱས་བྱས་ན་མ་གཏོགས་ཅིག་རྒྱལ་ཁབ་ཆུང་ཆུང་ཅིག་བྱས་པ་ཡིན་ན་ལམ་སང་རྒྱ་ནག་གཞུང་གི་སྙེབས་བཅོས་བཏང་ཡོང་བྱས་མེད་པ་བཟོ་གི་ཡོད་དུས་ད་འདི་གས་ཚང་མ་ལོ་ང་ཚོ་བང་སྒྲིག་ཡས་ནང་འགྲོ་བསྡད་ཡོད་རེད། དེ་ཚོ་ཨ་ལི་དང་པོ་ཨ་མི་རི་ཀ་ནང་ཤུགས་ཤིག་བརྒྱབ། ཨ་ནི་དེ་ནས་ཨ་ནི། ཁེན་ར་ཏྲ་དང་ཡོ་རོབ་ལུང་པ་དང་ང་ཚོ་མང་པོ་ཅིག་ཕྱིན་ཚར་བ་རེད། དེ་ཚོ་ཀོ་ལི་ཡ་ཨ་མི་རི་ཀའི་ནང་ཁྲིམས་ཁ་རི་ཁ་རི་དང་ད་རིང་འདིར་ཁྲིམས་སྤྱི་ཁོག་མར་བ་ད་རིང་འདི་གལ་ཆེན་པོ་ཞུགས་ཆགས་ཀྱི་ཡོད་རེད་ལོ་རྒྱུས་ཀྱི་གནས་བབ་ཐོག་ནས་དེ་མ་ཡིན་པ་ཉིས་སྟོང་གཉིས་ནས་བྱས་རྗེས་ད་འདི་སྐྱབས་བཅོལ་ཕྱིན་ནས་ཉིས་སྟོང་ཉི་ཤུ་གི་ཁྲིམས་ཆགས་ཆགས་བསྡད་པ་ཁྲིམས་ཆགས་བསྡད་པ་དང་ཨ་ནི་ད་ལྟ་ཅིག་འགྲོ་འོང་གི་ཁྲིམས་དེ Reciprocal Access to Tibet Act དང་དེ་ཚོ་ཕྲན་ག་དེ་གས་དེ་ང་ཚོ་རྒྱལ་ཁབ་གཞན་པར་འགྲེལ་བཤད་བརྒྱབ་རྗེས་དེ་ཚོས་གལ་གནད་ག་འདྲ་ཡིན་མེད་དང་དེ་ཚོ་ཕྲན་ག་དེ་གི

ཨ་མི་རི་ཀའི་ནང་དགུ་བཅུ་གོ་གྲངས་ནས་ཕྱི་ནས་བོད་པ་མང་དུ་མང་དུ་མང་དུ་ཕྱིན་རྗེས་ཀྱི་བོད་པ་སུ་སུ་སུས་ཀྱིས་སུ་སུའི་འཐབ་རྩོད་དེ་ལ་འགན་འཁེལ་འདི་ང་ལ་བོད་དོན་རྒྱབ་སྐྱོར་བ་བྱེད་མཁན་ཡོད་མགོ་བ་བོད་པ་གཅིག་པོ་མ་རེད་འདུག་བྱས་རྗེས་ད་ག་འདར་ཨ་མི་རི་ཀའི་ནང་ལ་ལམ་སྲོལ་དེ་འདྲའི་ཡག་པོ་ཅིག་ཆགས་པ་རེད་འདི་ད་རིམ་པས་རིམ་པས་འདི་ནང་ལ་མཉམ་ཞུགས་བྱེད་མཁན་ཚོའི་མང་དུ་མང་དུ་མང་དུ་ཕྱིན་རྗེས་ང་དེ་དོན་གཅོད་ཡིན་པའི་སྐབས་ལས་དྲན་གྱི་འདུག་དེ་དུས་ང་ཚོ་ཤུགས་ཆེན་པོ་ཅིག་འབད་བརྩོན་བྱས་ནས་དོན་གཅོད་ལས་ཁུངས་འགས་དེ་ལ་རྒྱབ་སྐྱོར་བྱེད་སྣེ་ཁྲིད་ཡ་དེ་ནི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཁྲིད་བྱས་ཚེ་དུས་ངན་དྲན་གསོ་བྱས་པ་ཡིན་ན་ཕལ་ཆེར་བོད་མི་དང་བོད་དོན་རྒྱབ་སྐྱོར་བྱེད་མཁན་བརྒྱ་དང་དྲུག་ཅུ་རེ་བརྒྱད་ཡས་མས་དེ་འདྲ་བྱུང་ཡོད་རེད། ད་ད་ལོ་སྤྱི་ཟླ་གསུམ་པའི་ཚེས་བཅུ་གཅིག་བཅུ་གཉིས་ལ་ཡང་ཉིན་རེ་གཉིས་རེ་འགའ་ནས་ཞུ་གཏུག་བྱས་པའི་སྐབས་དེ་ལ་ཉིས་བརྒྱ་ལྷག་ཞིག་ཡོང་དེའི་ནང་ལོག་ནས་གཞོན་སྐྱེས་བདུན་ཅུ་བརྒྱད་ཅུ་དེའི་ནང་ནས་གཅིག་བླ་བྲག་འགྲོ་དེ་ངན་གྱི་སློབ་མ་དེ་འདྲ་ཡོང་བྱས་འདུག་ཟེར་ཞུ་གཏུག་ཞུ་དུས་ཚན་པ་ཨང་ནུས་པ་ཁོ་རང་འདྲ་གི་མི་འདུག་བ། དེ་ཡིན་དུས་ད་ང་ཚོས་བཀའ་ཤག་སྐབས་བཅུ་དྲུག་པོད་ཀྱིས་ད་ལྟ་བར་དུ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་སྣེ་ཁྲིད་ནས Tibet Lobby འདྲའི་ཟེར་ནས་ཞུ་གཏུག་གི་ཉིན་མོ་དེ་འདྲའི་བྱེད་ཡ་འདི་ལ་དཔེ་བཞག་ནས་ཨ་རི་ང་ཚོས་ད VTax ཞེས་དེ་ད་རྒྱ་གར་ནས་གཞོན་སྐྱེས་མང་བོ་ཅིག་འགྲོ་གི་ཡོད་དེ་དཀའ་ངལ་གདོང་ལེན་བྱས་དགོས་ཡ་ཅིག་རེད་དེ་ཡིན་ནས་གོ་སྐབས་ཅིག་དེ་ག་རེ་ཟེར་ན་ད་བོད་པོ་མང་བོ་ཞུ་ཅིག་ཕྱི་གའི་ལུང་པ་སླེབས་བསྡད་ཡོད་རེད་དེའི་མི་སེར་ཆགས་བསྡད་ཡོད་རེད་དེ་ནས་ཅིག་ལུང་པའི་སྐད་བཤད་གི་ཡོད་རེད་འགྲོ་སྟངས་བཤད་གི་ཡོད་རེད་ད་བོད་ནང་ལོག་གནས་སྟངས་དེ་གོ་ཚོད་པ་ཆེ་རྒྱ་ནག་གཞུང་གི་བོད་ལ་ག་རེ་བྱེད་གི་ཡོད་མེད་རྒྱལ་སྤྱི་གི་ཆབ་སྲིད་ཀྱི་འགྱུར་འགྲོས་ག་འདྲ་ཞིག་འགྲོ་གི་འདུག་དེའི་གི་བོད་ལ་ཕན་གནོད་གནས་ཚུལ་ག་རེ་ཆགས་གི་འདུག་དེ་ཚོ་ཡག་པོ་ཅིག་ཤེས་པ་ཡིན་ན་ད་བོད་པ་རང་གི་བོད་དོན་ཞུ་གཏུག་ཚད་ལྡན་པ་ཆེ་ཅིག་ལ་ང་གང་འགྲོ་གི་ཡོད་རེད་པ་དེ་ཡིན་དུས་ད་ལྟ་ང་ཚོའི་བྷི་ཐྲེག་སི་ཡའི་གི་ལས་གཞི་དེའི་གི་འོག་ནས་ཚོགས་མི་བྱེད་དགོས་ཡ་དང་ཨ་ནི། ད་བཀའ་ཤག་གི་ད་ལྟ་ཆར་འདྲ་བོ་ཆགས་པས་ཡིན་ན་ང་ཚོ་ལོ་རེ་རེ་རེ་རེ་ལ་ཡང་གཞོན་སྐྱེས་བརྒྱ་གསར་པ་བརྒྱ་བརྒྱ་བརྒྱ་དེ་འདྲ་ཞུས་རྗེས་ལོ་བཅུ་ཞེ་ད་འདོད་ཀྱི་ང་ཚོ་རོགས་དངུལ་ཐབས་ཤེས་བྱེད་ཐུབ་པ་དང་ཁ་སང་ཏུ་འགྲོ་སོང་འགྲོ་འོང་ལ་རོགས་དངུལ་ཐབས་ཤེས་བྱེད་ཐུབ་པ་ཡིན་ན་ལོ་གཅིག་ནང་ཐེངས་མ་གཉིས་གོ་རེ་ཞུ་ཐུབ་པ་བལྟས་རྗེས་གཞོན་སྐྱེས་གང་མང་མང་ཅིག་ལ་ཡང་གོ་སྐབས་སྤྲད་ནས་ཨ་ནི་ཅིག་སུ་སུ་སུའི་ལུང་པའི་ནང་ལོ་ད་ལྟ་ཨ་མི་རི་ཀ་ལ་དེ་བྱེད་ཀྱི་ཡོད་པ་ནང་བཞིན་བྱས་ནས་བྱེད་ཡ་ཅིག་འདུག་ཕྱིར་ད་ལྟ་ད།

ཨ་ནི་དེ་ནས་ཕྱིན་ནས་ད་ད་ལྟ་བར་དུ་ལོ་གཉིས་ལྷག་ཞིག་ང་ཚོ་འགྲོ་གི་ཡོད་རེད་བྱས་ཙང་བོད་པའི་སྤྱི་ཚོགས་ནང་ལ་སྤྱི་བཏང་གི་བསམ་བློ་གསར་བ་ག་རེ་ཡིན་པ་ཡིན་ནའི་ཁོ། འདི་ཡ་གཅིག་མིའི་བསམ་བློའི་ནང་ལོག་ལ་མ་ཕྱི་ཐིམ་ཡ་དང་ཨ་འདི་གི་ངོ་བོ་དང་ཕན་ནུས་འགྲོ་བ་འདི་གཅིག་ངོས་འཛིན་བྱེད་ཨ་འདི་གང་ལ་ཡང་འཇུག་ཡ་ལ་དུས་ཚོད་དལ་ཞིག་འགོར་གི་འདུག་དེ་ཡིན་དུས་ད་ད་ལྟའི་དུས་ཚོད་ལ་ཨ་ནི་ན་ནིང་ང་ཚོ་རྒྱལ་སྤྱིས་ཀྱི། བོད་པའི་གཞོན་སྐྱེས་ཚོ་གི་ཚོགས་ཆེན་ཚོགས་ཆེད་ཁོ་རང་ཚོ་ས་ཁུལ་སོ་སོ་སོ་ནས་མང་ཕྱིན་ནས་ད་བྷི་ཀྲ་གི་ཚན་པ་མང་པོ་ཞུ་ཅིག་ཁ་ཆེན་པ་འདས་ཕྱི་དྲིལ་བཀའ་བློན་གྱི་གྲོས་ཚོགས་ནང་ལ་བཀའ་གནང་ཡ་བྱས་པ་ཡིན་ན་ད་ལྟ་བར་དུ་བོད་པའི་གཞོན་སྐྱེས་ལྔ་བརྒྱ་ཉི་ས་གཅིག་ཐོ་བརྒྱ་ཡོད་པའི་གནས་སྟངས་འདུག་དེ་ཡིན་དུས་ད་སྐོར་ལོ་རེ་ལོ་རེ་ནས་ཕྱིན་ནས་གཞོན་སྐྱེས་མང་མང་མང་མང་མང་ཐོ་བརྒྱབ་ང་ཚོ་དེ་གས་དེ་ལ་ཡ་ནི་ཅིག་ད་ལྟ། དར་མ་ས་ལར་ཚོགས་འདུ་བཅས་ཨ་ཡིག་ནས་རེད་དེ་དང་མཉམ་དུ་ཨོ་སྟྲེ་ལི་ཡ་དང་ཡོ་རོབ་དང་བྱང་ཨ་མི་རི་ཀ་ནང་ལོགས་ནས་ཡང་ས་ཁུལ་སོ་སོ་སུ་ནང་ལོགས་སློབ་གྲྭའི་གྲས་ཀྱི་ཚོགས་མི་ཚོ་འཛོམས་ཆེད་ཞུ་གཏུག་བྱེད་སྟངས་དང་དེ་ཚོའི་སྐོར་ལ་མང་པོ་ཅིག་ལབ་ཀྱི་ཡོད་རེད་དེ་ཡིན་དུས་བསམ་པ་ང་ཚོའི་ཁ་ཕྱོགས་དེ་ད་ལྟ་ཨ་མི་རི་ཀ་ལ་ལོ་བི་འབྲེལ་བྱེད་ཀྱི་ཡོད་པ་ནང་བཞིན་ཅིག་རྒྱལ་སྤྱིའི་ཁྱོན་ལས་ཡང་བོད་པ་ཡོད་ས་ཚང་མ་ལོགས་ལ་ཡང་ཆེས་ཐུགས་ཡག་གི་རེ་བ་ཅིག་གཏུག་བྱེད་ནས་བསྐྱར་འགྲོ་བསྡད་ཀྱི་ཡོད་ད་དེ་གྲོས་ལ་མ་སོང་ནས་ཁུར་ཡོང་གི་འདུག་ཨ་རི་ཕལ་ཆེར་ལོ་གཅིག་གཉིས་ནང་ལ་ད་འདོད་དེ་ཤུགས་ཆེ་རུ་ཞི་དྲག་བཏང་ཐུབ་ཀྱི་རེད་བསམ་གྱི་འདུག།

ད་ལྟ་ནུས་པ་ག་ལ་གང་འཚམ་ཞིག་དང་ཕྱག་ལས་ག་ལ་གང་འཚམ་ཞིག་གནང་ཡོད་རེད་ད་དེ་ཁ་ཕྱོགས་གསར་པ་འདྲ་པོ་ཞིག་དང་དེ་རིག་པ་གསར་པ་འདྲ་པོ་ཞིག་ཐོན་ཡང་དེ་ནུས་པ་ད་ཁོ་དེང་སང་རྒྱལ་སྤྱིའི་ནང་ལོག་ལས་དོན་ཚང་མ་ལོག་ཡང་ཁོ་ཅིག་གསར་གཏོད་རང་བཞིན་ཞིག་ལ་ཁ་ཕྱོགས་ཡ་དེ་ཞིབ་ཅིག་ཡོང་གི་འདུག་ཨང། དེ་འདྲའི་ཐོག་ལ་མ་འོངས་པ་ཡང་གཟིགས་བབ་ག་རེ་ཡོད་ན་ལོ།
ད་གནད་དོན་འདིའི་སྐོར་དཔེར་ན་ཁེ་སི་ཁེན་གཉིས་འདྲ་བོ་བྱིན་པ་ནི་ད་ལྟ་ཨ་མི་རི་ཀ་ཡིན་པ་ཡིན་ནས་གཏན་སྡོད་སློབ་གྲྭ་ཚོའི་སྐོར་ལ་ཡ་ཟུར་དུ་གྲོས་ཆོད་བཞག་པ་དེ་འདྲ་བྱུང་ཡོད་མ་རེད་ཁ་སང་གྲོས་ཚོགས་འཐུས་མི་གཅིག་གིས་ད་དེ་གལ་ཆེན་པོ་ཞིག་པོ་ཆགས་ཀྱི་འདུག་སྤྱི་སྟངས་ང་ཚོ་ཁྲིམས་འཆར་དང་གྲོས་ཆོད་གཞན་པ་ཚོ་ནང་ལོགས་ལས་དེའི་སྐོར་དེ་སླེབས་ད་སླེབས་ཀྱི་ཡོད་རེད་ཡིན་ན་དེ་ག་རང་གི་ཆེད་དུ་གྲོས་ཆོད་ཡིན་ནའི་རེད་དེ་འདྲའི་ཅིག་གཏན་འབེབས་བྱས་མེད་པ་སོང་ཙང་ཁ་སང་གྲོས་ཚོགས་འཐུས་མི་གཅིག་གིས་ད་དེ་ཤུགས་ཆེན་པོ་ཞིག་གྲགས་གསུང་གི་འདུག་དེ་ནི་ཡག་པོ་ཞིག་གྲགས་འདུག་ཁྱེད་རང་གིས། འགོ་ཁྲིད་ནང་རང་རང་ཕྱིན་ནས་ང་ཚོ་འཛུགས་ཕྱིན་ནས་ཞུ་ཡ་གོ་བབ་བྱུང་སོང། དེ་ཡིན་དུས་དཔེར་ན་ཨ་མི་རི་ཀ་སུ་རེད་ཅེས་སྨྲས་ན་ཨ་མི་རི་ཀ་ཁོ་རང་ཚོ་དུ་མའི་མི་རིགས་མཉམ་དུ་ལོ་རྒྱུས་དཀའ་རྙོག་ཆེན་པོ་མང་པོ་ཡོད་རེད་ད་ཡིན་ན་དེང་སང་ནོར་འཁྲུལ་བྱས་པ་དེ་ཤིན་གི་ཡོད་རེད་བ་དེང་སང་ཤིན་གི་ཡོད་རེད་སྔས་མ་ནོར་འཁྲུལ་བྱས་བྱས་པ་དེ། དེ་ག་ནས་ཤིན་ཕྱིན་ནས་ཀན་ན་རྡ་ནང་ལོག་ལས་ཡ་ཅེས་དུ་མའི་མི་རིགས་ཀྱི་ཡང་དཀའ་རྙོག་དེ་ཡོད་ད།

ཨ་རི་བཅས་ཤུགས་ཆེ་ཆེ་ཐོས་དང་ཡང་དེ་འདྲའི་གི་གནས་སྟངས་བྱུང་མེད་པའི་རྒྱལ་ཁབ་ཡིན་པ་ཡིན་ནའི་རང་དབང་ལུང་པ་དང་ཚང་མ་ལོག་ཅིག་རྒྱབ་རོམ་ཅིག་དུས་རྒྱུན་དེ་རིང་ཀ་གནང་གི་ཡོད་པ་ནང་བཞིན་བྱས་ནས་འགྲོ་བའི་མིའི་རིགས་ཟེར་ནི་ཚང་མ་གཅིག་གྱུར་ཡིན་པའི་གི Oneness of Humanities ཞེས་དེ་ཀ་གནང་གི་འདུག་ཨ་དེ་འདྲའི་གི་ཨ་ནི་བསམ་བློ་དེ་ཤུགས་ཆེ་རུ་བཏང་ཡང་ལ་ཨ་ནི་ང་ཚོའི་མཐོ་སློབ་སློབ་གྲྭ་ནང་ལ་བཤད་དགོས་གི་འདུག་བས་ཕྱི་སྲིད་ལས་ཁུངས་ལ་བཤད་དགོས་གི་འདུག་བས་བརྒྱུད་ལམ་ཁག་ལ་བཤད་དགོས་གི་འདུག་བས་བློ་འདོན་ལྟེ་གནས་ཁང་དེ་ཚོར་བཤད་དགོས་གི་འདུག་བས་འདུ་བྱེད་ཅིག་ད་ད་ལྟའི་ང་ཚོ་འགྲོ་ནས་ཕར་ཚུར་ཞུ་གཏུག་བྱ་བའི་སྐབས་ལ་གནད་དོན་འཛུགས་སྐར་མང་པོ་ཅིག་ང་ཚོ་ཞུ་བསྡད་ཀྱི་ཡོད་རེད་དེ་ཡིན་དུས་ཚང་མ་ལ་ཡང། ཨ་ནི། གནད་དོན་འདི་གས་དེ་ད་རྒྱ་ནག་ལ་ཕར་བཤད་པའི་སྐབས་ལ་ཨ་ནི་ཨ་མི་རི་ཀའི་ཁོང་ཚོའི་མི་ལ་ཁ་ཆེ་བ་རེད་ཁེ་ན་རྡ་ཨོ་སི་ཀྲེ་ལི་ཡ་དེ་ཚོ་ལུང་དྲངས་ནས་བཤད་ཡོང་གི་འདུག་དོན་དག་ག་རེ་ཟེར་ན་དེང་དུས་རྒྱལ་ཁབ་དེ་ཚོས་སྔས་མ་ནོར་འཁྲུལ་བྱེད་པ་ད་ལྟ་ཤེས་ནས་འགྱུར་བ་བཏང་གི་ཡོད་རེད་ད། ད་ལྟ་རྒྱ་ནག་གཞུང་གིས་ཤེས་བཞིན་དུ

བྱེད་བསྡད་ཀྱི་འདུག་ད་ངས་དེ་རེ་རེ་གཅིག་གཉིས་དེ་ཁོང་ཚོས་དེ་བྱེད་ཀྱི་འདུག་དེ་བྱེད་ཀྱི་འདུག་ཟེར་ཞུ་བསྡད་པ་ཡིན་ན་ཡང་ཕལ་སྐད་ག་འགྲོ་ཡང་ཉག་ང་ཡོད་རེད་དེ་ཡིན་དུས་ང་ཚོས་གནས་ཚུལ་འདི་རྟོག་ཞིབ་བྱས་བསྡད་ཀྱི་ཡོད་བོད་ནང་ཡོད་ངན་ཚོས་ད་ལྟ་བར་དུ་ཕྱིའི་མིས་ཀྱི་ང་ཚོ་ཚུར་བལྟས་པའི་སྐབས་ལ་བོད་པའི་ཀྱི་སྟོབས་ཤུགས་ཡོད་ན་མེད་ན་གཅིག་དེ་ལོ་དྲུག་ཅུ་རེ་ལྔ་རེ་འགའ་ལ་ཡ་རྒྱ་ནག་གི་བཙན་གནོན་གཉའ་གནོན་བཤུ་གཞོག་ཞི་བ་དེ་འདྲ་བཏང་པར་དེ་ད་ནངས་ཡིན་ནའི་བོད་པའི་མི་རིགས་ཀྱི་ངོ་བོ་དེ་རྩ་བ་བཏང་ཐུབ་ཡོང་མ་རེད་རྒྱ་ནག་གཞུང་གིས་དེ་ཁྱོད་རང་ཚོ་སྟོབས་ཡོད་ན་མེད་ན་རེད་ཟེར་དུས། བོད་ནང་ལ་ཡོད་ངའི་བོད་མི་འདི་ཚོ་སྙིང་སྟོབས་ལ་རག་ལས་ཀྱི་ཡོད་རེད་པ་དེ་ཧང་སང་བ་ཞིག་རེད་ཟེར་ནས་ང་ཚོ་གསུང་གི་འདུག་དེ་བྱེད་དུས་བསམ་པ་ད་འདོད་དེ་མུ་མཐུད་ནས་འགྲོ་ཐུབ་ན་ཁྱེད་རང་ཚོ་རྒྱལ་ཁ་ངེས་པར་དུ་ཐོབ་ཀྱི་རེད་ཟེར་ཡག་གི་བསམ་ཚུལ་ད་ལྟ་རང་ང་བོད་སྐད་བློ་འདོན་ལྟེ་གནས་ཁང་ཞིག་མཉམ་དུ་སྐྱེལ་བཞིན་ཡོང་བ་ཡིན།

རེ་རེའི Structure བྱས་ནས་ལ་བོར་བ་རེད། དེ་འདྲའི་ཅིག་གི་ནང་ལོགས་ལ Framework གི་ནེའུ་དང་དེ་འདྲའི་ཅིག་གི Framework གི་ནང་ལོགས་ལ་ང་ཚོ་གི་དབུ་མའི་ལམ་དེ་གང་མཚམས་ཀྱི་གནས་ཐུབ་ཁུག་རེད། ཨ་ནི་བོད་ཀྱི་བདེན་མཐའ་སེལ་ཐུབ་ཁུག་རེད་སྲིད་སྐྱོང་མཆོག་གི Personal གི Confidence དེ་གང་མཚམས་སུ་ཡོད་ལ་ནི་ང་འདིར་ཅིག་དྲི་བ་དང་པོ་དྲིས་འོ་བསམ་སོང། དྲི་བ་གཉིས་པ་འདི་ལ། ད་ལྟ་རྒྱ་རི་རིན་པོ་ཆེ་གི Sino Tibet Dialogue འདི་བརྩམས་བྱས་ལ། བརྩམས་བྱས་པ་རེད་བརྩམས་བྱས་རྒྱུ་མཚན་མང་པོ་ནང་ནས་རྒྱུ་མཚན་གཅིག་འདི་རྒྱ་རིན་པོ་ཆེ་གི Uncoordinated Movement in the Tibetan Community ལ་བཞག Uncoordinated Movement དེ་ངས་ད་ལྟའི་ད་ལྟའི་ན་མཐོང་འདེགས་འདུག་ཁ་ནས་རང་སྐྱོང། ང་ཚོའི official stand དེ་རང་སྐྱོང་ལྗོངས་བྱེད་དེ་ནི་སྐད་འབོད་རྒྱག་དུས་རང་བཙན་སྐད་ཆ་བཤད་ཡས་དེ་ཚོ། འདི་གི་ད་སི་ནོ་ཏི་པའི་འདྲ་ལོག་འདི་མུ་ཐུ་ནི་མ་འགྲོ་ཡས་ལ་གང་མོས་ཀྱི་གནོད་སྐྱེལ་གྱི་ཡོད་ནའ་ས་ར་ནི་རོ་འདི་ལ་སི་སྐྱོང་མཆོག་གི personal གི view ག་རེ་ཡོད་ཟེར་ན་ང་འདི་གཅིག་སྐད་ཆ་དྲིའོ་བསམ་སོང། ང་ལ་ཟེར་གོང་ད་ལྟ་ཁོ་རང་གི་དྲི་བ་འདི་ནང་ལོགས་ལ་ཡ་ད་དབུ་མའི་ལམ་གི་ཐོག་ལ་འདེང་ཕྱོགས་དེ་དང་ཨ་ནི་མ་འོངས་པའི་ལས་དོན་གནང་ཕྱོགས་ཐོག་ལ་ཡ་ལམ་སྟོན་ག་རེ་ཡོད་ནའ་ས།
ད་ལྟ་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་དབུ་མའི་ལམ་གྱི་སྲིད་བྱུས་དེ་མུ་མཐུད་འགྲོ་གི་ཡོད་རེད། བྱས་ཙང་དབུ་མའི་ལམ་གྱི་སྲིད་བྱུས་ལ་ང་ཚོས་སྐྱོན་ནོར་རིགས་གང་ཡང་མཐོང་གི་ཡོད་མ་རེད། ད་ཕ་ཕྱོགས་ངོས་ནས་རྒྱ་ནག་གི་ཡ་ལན་བྱེད་སྟངས་དེ་ཚད་ལྡན་ཡོད་མེད་ཕྱིར་རོ། དེ་རྒྱ་ནག་ཁོ་རང་ཚོ་ལ་ཡང་རིག་པ་ཡོད་དང་མེད་དང་རྒྱུ་མཚན་ལྟ་ཤེས་མ་ཤེས་དང། གཞན་པ་ཚང་མ་ལོག་སྨྲ་པོ་ཞུ་རྩིས་ཁོ་རང་ཚོ་མཐོ་པོ་ཞུ་རྩིས་བྱས་སྡུག་ཆེན་འཕྲད་བསྡད་ཀྱི་ཡོད་དུས་ཚང་མ་དེའི་དཀའ་ངལ་དེ་འཕྲད་བསྡད་ཡོད་རེད་ད་ལྟའི་སྲིད་འཛིན་ཞི་ཅིན་ཕིང་སྐབས་ད་འདོད་ཁྲག་རེ་བྱིན་བྱས་སྡུག་ཆེན་ཆགས་བསྡད་ཡོད་རེད་ང་ཚོའི་དེ་ངས་ག་དུས་ནས་ཞུ་བསྡད་ཀྱི་ཡོད། ང་ཚོའི་དངོས་གནས་ཚུལ་དེ་ག་རེ་མཁྱེན་དགོས་རེད་ཟེར་ན། དབུ་མའི་ལམ་གྱི་སྲིད་བྱུས་ཀྱི་འོག་ནས་བོད་རྒྱའི་དཀའ་རྙོག་དེ་འཚེ་བ་མེད་པ། ཨ་ནི་གཉིས་སྨན། གྲོས་མོལ་གྱི་ཐོག་ནས་ཨ་ནི་ཅིག་རྒྱུན་གནས་ཐུབ་ཡས་ཀྱི་ཐབས་ཤེས་ཅིག་དགོས་ཀྱི་ཡོད་པ་ཡིན་ན་རྒྱ་ནག་གཞུང་ལ་སྐད་ཆ་མ་བཤད་ང་ཚོ་འགྲོ་ས་ཡོད་མ་རེད། དེ་དངོས་གནས་ཚུལ་རེད་དེ་ཨ་མི་རི་ཀའི་ང་ཚོ་དེ་སྤྲད་ཐུག་མ་རེད་ཡོ་རོབ་ཀས་སྤྲད་ཐུག་མ་རེད་རྒྱ་གར་གས་སྤྲད་ཐུག་མ་རེད་དེ་ཡིན་དུས་ཚང་མ་ལ་ཡང་འདི་གཅིག་ཤེས་དགོས་ཡ་དང་དེ་འདྲའི་གཅིག་གི་དཀའ་རྙོག་མ་སེལ་བྱེད་བར་དུ་ང་ཚོ་རྒྱལ་སྤྱིའི་སྤྱི་ཚོགས་ནང་ལ་ཡང་བོད་དོན་ཞུ་གཏུག་བྱེད་ཡ་གི་ལས་འགན་དེ་ང་ཚོ་བྱ་འདོད་ཡོད་རེད་ཕྱི་ནས་ཞུ་དེ་ཡ་དེའི་གི། ལངས་ཕྱོགས་འདི་ལྟར་རྒྱག་རུམ་ཞིག་དགོངས་པ་རེད་ད་ནས་བཞིན་མི་དམངས་མང་ཆེ་ཞིག་རྒྱབ་སྐྱོར་གནང་གྲོས་ཚོགས་ནས་ཕྱི་མོས་གཏན་ལ་ཕབ་ཞེས་པའི་སྲིད་ཇུས་བྱོན་དུས་ང་སྲིད་སྐྱོང་ཡིན་ས་ནས་འགྱུར་བ་བཏང་ཆོག་ཆོག་ཡོད་མ་རེད་གྲོས་ཚོགས་ཡིན་ས་ནས་འགྱུར་བ་བཏང་ཆོག་ཆོག་ཡོད་མ་རེད་གལ་སྲིད་འདི་ལ་འགྱུར་བ་བཏང་དགོས་མཁོ་ཡོད་ན་མ་འོངས་པ་བཅའ་རིམ་དོན་ཚན་ལྔ་བཅུ་ང་དྲུག་དགོངས་དོན་མང་མོས་འོས་བསྡུ་འདི་འདྲའི་བྱས་བྱས་འགྲོ་དགོས་ཡག་གནས་སྟངས་ཤིག་རེད་ད་འདི་ཡིན་པའི་ཆ་ནས་ད། རྒྱལ་རིན་པོ་ཆེ་གི་ཕྱག་དེབ་དེ་བྲིས་ན་དུས་བཟང་པ་རྒྱལ་རིན་པོ་ཆེ་གི་སྐབས་དེ་དུས་ཀྱི་གནས་སྟངས་ལ་གཟིགས་ནས་གསུང་གི་ཡོད་རེད། དེ་གི་དཀའ་ངལ་དེ་ད་ལྟ་ཡིན་ནའི་ཁྱེད་རང་དྲི་བ་གནང་རོགས་ཡ་མུ་མཐུད་ནས་གནས་དེ་གི་འདུག་གསུང་གི་ཡོད་ད་དེ་མེད་པ་བཟོ་ཡ་ལ་ཡ་མེད་ན་ཁོ་ཉུང་དུ་བཏང་ཡ་ལ་གར་བྱེད་དགོས་བར་བཤད་ད་དེ་བཀའ་ཤག་གི་རིག་པ་འགྲིམ་དགོས་རུ་བ་དེ་ཡིན་དུས་ང་ཚོའི་ཐབས་ཇུས་དེ་འགྱུར་བ་བཏང་བྱས་ཐབས་ཇུས་འགྱུར་བ་བཏང་ན་དབུ་མའི་ལམ་གི་སྲིད་ཇུས་ཡིན་པ་ཡིན་ན། དབུ་མ་ཞེས་དུས་ཚོད་མ་ལས་ཡག། ཨ་རེ་ཁོས་དབུ་མ་འདི་ལ་མཐའ་གཉིས་ཤིག་གོ་གི་ཡོད་རེད་པ་ང་ཚོ་མཐའ་གཉིས་སུ་མ་ལྷུང་བ་ཞིག་ལབ་གི་ཡོད་རེད་པ་མཐའ་གཉིས་ཤིག་གོ་གི་ཡོད་མཐའ་གཅིག་དེ་ག་རེ་ཞེ་ན་བོད་འདི་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པ། མཐའ་གཞན་པ་དེ་ད་ལྟའི་རྒྱ་ནག་དམར་ཤོག་གི་སྲིད་གཞུང་གི་འོག་གཉའ་གནོན་བཤུ་གཞོག་གི་སྲིད་ཇུས་འོག་ལ་གནས་བསྡད་པའི་བོད་དེ་ཉིད་གཉིས་དེ་མཐའ་གཉིས་ཆགས་འདུག་དེ་གཉིས་གཉིས་ཀྱི་དབུ་མ་འདི་ད་དབུ་མའི་ལམ་ཞེས་ཆགས་གི་ཡོད་རེད་བྱས་ཙང་དབུ་མ་ལ་ངོས་འཛིན་ཡོང་བ་ལ་མཐའ་གཉིས་དེ་ངོས་འཛིན་དགོས་གི་ཡོད་རེད། དེ་ཡིན་དུས་ཚན་པ་ལ། གཅིག་དེ་ད་ལྟ་བོད་ནང་དཀའ་ངལ་ཁར་འཕྲད་དུས་ང་ཚོ་དུས་རྒྱུན་ནས་བཤད་བསྡད་ཀྱི་ཡོད་རེད། ད་གཞན་པ་གཅིག་དེ་བོད་ཀྱི་ལོ་རྒྱུས་ཐོག་ནས་རང་བཙན་ཡིན་པའི་གནས་བབ་དེ་སྒང་ལ་ང་ཚོ་ཤུགས་བརྒྱབ་པ་ཡིན་ན། ཁོ་དབུ་མའི་གི་སྲིད་ཇུས་ད་ལྟ་ལྟ་བསྡད་ཀྱི་ཡོད་རེད། རང་བཙན་ཤེས་མཁན་ཡིན་པ་ཡིན་ནས་མ་འོངས་པ་རང་བཙན་རྩོད་དགོས་དགོས་ཡིན་ན་འདས་པའི་རང་བཙན་གི་ཡིན་པ་དེ་སྒྲུབ་དགོས་ཀྱི་འདུག་དེ་རྒྱ་གར་མི་ཤེས་མཁན་སྔས་མ་ནས་ཐེངས་མང་པོ་བཀའ་གནང་ཡོད་རེད་དེ་ངས་གསར་པ་རྩོམ་བྱེད་ཀྱི་དུས་ནས་ཁལ་མར་བ། དེ་བས་འདི་ཚན་པ་ལས་ཡག་ཅིག་རང་བཙན་རྩོད་མཁན་ཡིན་ན་ལོ་རྒྱུས་ལ་ཉམས་ཞིབ་བྱས་ཟིན་གམ་ད་ལོ་རྒྱུས་བོད་པ་རང་གི་ཉམས་ཞིབ་བྱས་ཞེས་པ་གཅིག་པུ་མ་ཡིན་པའི་གི་ཕྱིའི་མིག་གི་ཉམས་ཞིབ་བྱས་ཞེས་དེ་རྒྱལ་སྤྱི་གི་ཁྲིམས་ཐོག་མཁས་པ་ཅིག་དང་རྒྱ་ནག་གི Professor ཅིག་གིས་བཏོན་ཞེས་པའི་ད་ལོ་གསུམ་ཞིག་སྔོན་ལ་བཏོན་ཞེས་གི་བ་དེ་འདྲས་ཡིན་དུས་ཚན་པ་ལ་དེ་ཚོ་ཕྲན་ག་དེའི་ད་ཁུངས་ལྡན་ཆགས་ཏེ་ཡོད་རེད་རྒྱ་ནག་གཞུང་གིས་དེ་ཚོ་ལན་རྒྱབ་ཐུག་ཡོད་མ་རེད་དེ་ཡིན་དུས་ད་རང་བཙན་བྱེད་མཁན་ཡིན་ན་རེད་དབུ་མ་བྱེད་མཁན་ཡིན་ན་རེད་ཁོ་འདྲེས་པའི་གི་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་དེ་རང་བཞིན་རེད་བཤད་ཡ་ད་བ་ད་ང་ཚོ་གཅིག་པ་རེད་དོ། ད་ད་ནང་ང་ཚོ་བོད་མི་སྒྲིག་འཛུགས་ཀྱི་རང་བཞིན་གནས་བབ་དེ་སྐོར་མང་བཤད་འགྲོ་དེ་ངའི་ཚ་རུ་ཆགས་བསྡད་ཡོད་རེད། དེ་ཡིན་དུས་རང་བཞིན་བཤད་གི་ཡོད་ན་རེད་དབུ་མ་བཤད་གི་ཡོད་ན་རེད་དེ་གས་ཚང་མ་ལོ་མཉམ་དུ་འགྲོ་ཐུ་ཡས་ཀྱི་ལང་ཀ་བྱེད་ལ། བྱས་ཙང་ང་ཚོ་ནུས་པ་མཉམ་པོ་ངུ་ཟེ་ཡ་དེ་ག་ལ་འགྲོ་ཡས་ལ་ཨ་ནི་ཐབས་བྱུས་དུས་དབང་ནས་འགྲོ་བ་ཡིན་ན་ང་ཚོ་སུ་གཅིག་འགལ་ཟླ་གོ་ཡས་ཁས་ཡོག་མ་རེད། དེའི་ཁ་ཕྱོགས་དེ་གང་ལ་ད་ད་བཀའ་ཤག་བཀའ་བཅུ་སྒྲུབ་པའི་འགྲོ་དེ་གི་ཡོད་དེ་གི་ནུས་པ་གཅིག་ཏན་ཏན་ཐེབས་ཀྱི་འདུག།

ཡིན་ནས་མ་འོངས་པར་རྒྱ་ནག་ལ་འགྱུར་བ་ག་འདྲ་ཞིག་འགྲོ་གི་ཡོད་མེད་དེ་ང་ཚོ་ཞུ་ཐུབ་ཀྱི་མ་རེད། རྒྱ་ནག་གི་འགྱུར་འགྲོས་དཔག་པའི་གིས་ཨ་ནི་ང་ཚོ་གོམ་པ་ག་འདྲ་ཞིག་རྒྱག་དགོས་ཀྱི་འདུག་ཡང་སྐབས་དང་དུས་སུ་སོ་སོ་ལ་བསམ་བློ་གཏང་དགོས་པའི་གནས་སྟངས་བྱས་ཡོང་གི་རེད་དེ་ཡིན་དུས་ང་རང་ཚོའི་མི་ཉུང་ཉུང་མ་དེ་ཡོད་མ་རེད་བཙན་བྱོལ་ནང་ལོ་ལ་འབུམ་གཅིག་དང་ཁྲི་གསུམ་ཞིག་སྐྱེལ་ཤེས་ཀྱི་ཡོད་རེད་དེའི་གི་ནུས་པ་དེ་ཁ་ཐོར་དུ་མ་འགྲོ་བ་བྱས་རྗེས་སུ་མཉམ་སྤུངས་བྱས་བྱས་ང་ཚོ་འགྲོ་བདེ་གི་རེད་ད་དེ་འདྲའི་བྱས་པའི་རྗེས་ལས་ད་མདོའི་སྤྱི་ཚོགས་ནང་བཤད་དེ་ང་དེ་འདྲའི་ཡོང་གི་ཡོད་པ་ཡིན་ན་ད་དེ་ག་དེ་བསམ་བློ་གཏང་མ་ཤེས་པའི་སྐད་ཆ་རེད་བ།

བཙན་བྱོལ་ལ་ཕེབས་པ་ནས་ཕྱིར་ལོ་གཅིག་མ་འགྲོ་སྔོན་ནས་མང་གཙོའི་གི་ལམ་ལུགས་སྲོལ་གཏོད་གནང་ཡ་རེད་དེ་ཚོ་ཕྲན་ག་དེ་མི་མང་ལ་དབང་ཆ་མང་གནང་ཡ་རེད་ད་མང་པོ་ཅིག་སྔས་མ་ནས་ཕྱིར་འཁྲུག་རོ་རྒྱལ་ཁབ་གཞན་པ་དེ་ནས་ཡིན་ན་དམངས་གཙོ་རག་ཡ་ལས་ཡ་བལ་དེ་ལུས་སྲོག་ལོངས་སྤྱོད་དབང་ལོས་བཏང་དགོས་ཡ་དེ་ནས་ཆག་གི་ཡོད་རེད་ང་ཚོ་དེ་འདྲའི་གཙོས་མོ་ཅི་ནས་རྒྱ་བོར་མི་བྱེད་གི་མ་གསོད་རེས་གནང་ཡོང་གི་ཡོད་རེད་དེ་ཡིན་ཟེར་མ་དེ་ཚོ་རྒྱ་བོར་མི་བྱེད་གི་ཕུགས་རྒྱང་རིང་པོ་དགོངས་པ་བཞེས་ནས་གང་ལྟར་རྒྱ་རོམ་གྱི་སྐུ་འཚོ་ཤུགས་མ་ཡིན་པའི་སྐབས་ལས་གང་ལྟར་སྡུག་ས་ནས་ང་ཚོ་བོད་ལ་ཕར་ལོག་མ་ཐག་ཅིག་རེ་བ་བཟང་ས་ནས་རྒྱབ་ནས་བོད་ལ་ཕར་མགྱོགས་པོ་ལོག་མ་ཐུབ་པའི་སྡུག་ས་ནས་གྲ་སྒྲིག་བྱེད་དགོས་ཡ་བྱེད་ཡ་དེ་ང་ཚོ་ད་ལྟ་བྱེད་དགོས་ཀྱི་ཡོད་རེད་རྒྱ་རོམ་གྱི་སྐུ་འཚོ་ཤུགས་ཡིན་པའི་སྐབས་ནས་ང་ཚོ་དེ་བྱེད་དགོས་ཀྱི་ཡོད་རེད་དེ་ཡིན་དུས་ཚང་མ་ལ་ཨ་ནི་ང་ཚོའི་ཐབས་བྱུས་གཟིམ་ཐང་ཡིན་ནའི་རེད་མི་མང་ཚང་མ་ལོ་ཉག་ཐོས་མ་འོངས་པ་བོད་ཀྱི་དཀའ་རྙོག་སེལ་བ་ཡིན་ནའི་ང་ཚོ་ཆོལ་ཁ་གསུམ་དེ་གའི་དེ་ཚང་མ་ལོ་ཁྱི་བུ་ཁྱེད་ནི་མཉམ་དུ་བསྡད་ཐུ་ཡ་གི་གནས་སྟངས་ཅི་གང་ལ་བསམ་བློ་བཏང་དགོས་ཀྱི་ཡོད་རེད་བྱས་ཙང་ད་ལྟའི་བཀའ་ཤག་སྐབས་བཅུ་དྲུག་པ་འདྲ་བོ་བྱས་ནས་མ་འོངས་པ་ང་ཚོ་བོད་དཀའ་རྙོག་སེལ་ཐུ་ཡ་གི་རྒྱབ་མཉམ་དུ་བསྐྱེལ་བཤད་ནི་གནས་སྟངས་དེ་རིང་ཡོད་པ་ཡིན་ན་བོད་ཆོལ་ཁ་གསུམ་ག་གི་མི་དེ་གའི་དེ་ལ་ཡ་བདེ་སྐྱིད་མཉམ་དུ་བསྐྲུན་ཐུ་ཡ་གི་བསམ་བཏང་འགྲོ་གི་ཡོད་རེད་མ་གཏོགས་གཅིག་གི་ཆོལ་ཁ་གཅིག་ལ་ཡག་པོ་ཡོང་ཆོལ་ཁ་གཅིག་ལ་ཡག་པོ་མ་ཡོང་དེ་བསམ་བཏང་གི་ཡོད་མ་རེད་ང་ཚོའི་དེ་བ་ལས་ཀ་བྱས་པའི་སྐབས་ལ་ཡིན་ན་གཞིས་ཆགས་དེ་བ་ལ་དཀའ་ངལ་འཕྲད་བསྡད་ཡོད་ན་འོ་ད་ཁྱོད་ཨ་མདོ་ཡིན་པས་ཁྱོད་དབུས་གཙང་ཡིན་པས་ཁྱོད་ཁམས་པ་ཡིན་ཟེར་ནས་སྐད་ཆ་དྲན་འགྲོ་གི་ཡོད་མ་རེད་ཚང་མ་ལོག་ལ་ང་ཚོ་གཅིག་གྱུར་བྱས་ནས་བྱས་ཙང་ང་ཚོའི་སྤྱི་སྙོམས་དྲང་བདེན་ཟེར་ཡ་དེ། དེ་འདྲས་བྱེད་ནི་འགྲོ་ཡ་ཅི་དང་ཨ་ནི་ནུས་པ་མཉམ་སྤུངས་བྱེད་ཡ་ལས་ཐབས་ཇུས་སྒྲིག་སྟངས་དེ་གི་རང་མཚན་དབུ་མ་ཤེས་མཁན་ཚང་མ་ལོ་མཉམ་དུ་འགྲོ་ཐུ་ཡ་གི་ཐབས་ཇུས་སྡུག་བྱེད་ནི་སྒྲིག་བསྡིག་གི་ཡ་རེད་ད། མ་འོངས་པ་ང་འདྲ་བོ་བྱེད་ནི་ད་དཔེ་ན་ངའི་གོང་ངའི་མཉན་ལ་ཡ་སྲིད་སྐྱོང་འཕེལ་ཡོ་རེད་ད་ང་ད་ལྟ་སླེབས་ཐུ་ཡ་རེད་མ་འོངས་པ་སྲིད་སྐྱོང་འཕེལ་གི་རེད་དེ་ཡིན་དུས་ཟ་མ་ལ་ཡ། རྒྱ་གར་མི་ཆོས་ཀྱི་མཛད་པ་འཕྲིན་ལས་དེ་ད་དངོས་གནས་དྲ་གནས་ཀྱི་ཅིག་འཛམ་བུ་གླིང་འདིའི་ནགས་ཀློང་ལ་ཡང་ཧང་སངས་དགོས་ཡ་ཅིག་མི་ཚང་མས་ཀྱི་ཅིག་བཀུར་འོས་པ་མི་ཚང་མས་ཀྱི་ཅིག་ཡ་ད་བྱེད་ས་རེད་ཆགས་བསྡད་ཡོད་རེད་བ། ད་འདིའི་ནུས་པ་དེ་ང་ཚོ་འདྲ་བོ་མིའི་དཀྱུས་མ་ཅིག་ལས་ཡོག་མ་རེད་བ་མི་ཕལ་བ་ཅིག་ལས་ཡོག་མ་རེད་དེ་ཡིན་དུས་མ་འོངས་པ་ང་ཚོ་ལས་ཀ་ག་རེ་བྱེད་པ་ཡིན་ནས་སྒྲིག་འཛུགས་ངོ་ཐི་སྒྲིག་འཛུགས་དེ་གལ་ཆེ་ཡ་ཆེ།

ཐབས་ལམ་འདྲ་བོ་དང་རེ་བ་འདྲ་བོ་བྱེད་མཁན་ཡོད་ན་དེ་སྒྲུབ་ཡ་རེད་འདྲ་ལ་ཡ། ད་འདི་སྐོར་ངས་མང་པོ་ཞུ་ཤེས་ནས་ཕན་ཐོག་ཡ་ཡོད་ན་མེད་ན་ངས་མི་ཤེས་གང་ལྟར་གྲོས་ཚོགས་ནི་གྲོས་ཚོགས་རེད་མི་མང་གི་གཏམ་བཤད་པའི་སྐུ་ཚབ་རེད། ང་ཚོ་འདི་གའི་འདི་སྲིད་སྐྱོང་ཡིན་ནའི་རེད་མི་མང་གི་གཏམ་བཤད་པ་རེད་བཀའ་བློན་རྣམ་པ་ཚོ་ཡིན་ནའི་གྲོས་ཚོགས་ཀྱི་མོས་མཐུན་ཡོད་པའི་ཐོག་ནས་ཡ་ཕེབས་ཡོད་རེད། ད་འཛིན་སྐྱོང་གི་ལས་བྱེད་ཡིན་པ་ཡིན་ནའི་རེད་ཁྲིམས་ལུགས་དབང་ཚད་སུ་འདྲ་ཞིག་ཡིན་པ་ཡིན་ནའི་ང་ཚོ་ཚང་མ་བློ་ཡེ་གེའི་རྐུབ་བཀྱག་སྒང་ལ་བསྡད་ཡ་འདི་བོད་སྤྱི་བེད་ཀྱི་ཞབས་ཕྱི་ཞུ་ཁག་གི་ཆེད་དུ་སླེབས་ཡོད་རེད་འདི་ལ་ཡ་གླ་ཆ་ཅིག་ལེན་བསྡད་ཡོད་རེད་དྭང་བླངས་ཀྱི། དང་བླངས་ཡིན་ང་གླ་ཆ་ལེན་གི་མེད་ཟེར་ནས་ཟེར་ངེས་དཀོན་པོ་ཞིག་འདྲ་རེད་དེ་ནང་ལོག་ནས་གླ་ཆ་མ་ལེན་ངེས་བྱེད་ཡོད་རེད་བ་དེ་བཞིན་དུ་བོད་མིའི་སྒྲིག་འཛུགས་ནས་ཕོ་ལེན་ཨ་ནི་རྐུབ་བཀྱག་དེ་རགས་ར་ཨ་ནི་དེ་ལས་ཀ་བྱེད་ཡ་དེ་ང་ཚོ་བོད་སྤྱི་བ་ལ་ཕན་ཐོག་ཡ་ཅིག་བྱེད་དགོས་རེད་མ་གཏོགས་བྱེད་ཀྱི་ང་རང་ཚོའི་སྒྲིག་འཛུགས་ད་ལྟ་བར་དུ་རྒྱ་གར་རིན་པོ་ཆེ་གི་ཙོག་ཙོག་བཟོས་གནང་ཞེས་པ་དེ་མ་གཏོར་ངན་ཆགས་པ་ཡིན་ན་ད་ང་ཚོ་ནག་ཉེས་བྱེད་ཀྱི་མི་རབས་ཆགས་ཀྱི་རེད་ཟེར་ནས་ངས་ནམ་རྒྱུན་དེ་རིང་ཞུ་བསྡད་ཡ་དེ་རེད་ད་ཡིན་ནའི། གནད་དོན་ག་འདྲ་བྱུང་གི་ཡོད་པ་ཡིན་ནས་བཟང་ས་ནས་བལྟ་ཡ་དེ་གལ་ཆེན་པོ་རེད་དེ་ཡིན་དུས་ད་རིང་གྲོས་ཚོགས་འདི་ནང་ལ་མི་མང་པོ་གཅིག་གིས་རེ་བ་རྒྱབ་པ་ལྟ་ན་བཞིན་ང་ཚོའི་བཀའ་ཤག་གིས་རེ་བ་རྒྱབ་པ་ན་བཞིན་དམངས་གཙོའི་ཀ་བ་སྲུང་ཁག་ཅིག་ཧྲ་ཐག་ཐག་ཡོང་ཐུ་ཡ་ལེ་ཡ་རེ་བ་ཤུགས་ཆེན་པོ་ཞིག་རྒྱབ་པ་རེད་དེ་ཡིན་ནས་ཆ་ཚང་བ་ཅིག་བྱུང་ཡོད་མ་རེད་ཡིན་ནས་བསྐྱར་བཅོས་ག་ལ་གང་འཚམ་ཕྱིན་ཡོད་རེད་དེ་ཕྱིན་པ་དེ་ཚོའི་ཡང་བཟང་ཕྱོགས་འགྱུར་བ་དེ་འདྲ་ཕྱིན་ཡོད་རེད་ད་དེ་གོམ་པ་མདུན་སྤོས་ཀྱི་ངོ་ཐོག་ཏུ་བལྟས་པ་ཡིན་ན་ང་ཚོ་ད་རྒྱབ་ཤིང་རྒྱག་ཡག་དུས་ཚོད་ཡོད་མ་རེད་འདི་ང་རང་ཚོ་འགན་འཁྱེར་མཁན་ཚང་མ་བློ་དངོས་གནས་བྱས་ན་བསམ་བློ་རྒྱ་ཆེར་བྱེད་དང་བོད་སྤྱི་པ་ལས་བསམ་བློ་རྒྱ་ཆེར་བྱེད་དང་བྱེད་སོ་སོ་དང་ལུང་ཚན་དང་དེ་འདྲས་ཀྱི་ཁེ་ཕན་དང་སོ་སོའི་གི་འདོད་པ་ཡོད་པའི་མི་སླེབས་མ་སླེབས་དང་དེ་འདྲས་གཅིག་པུ་གང་ལ་བལྟ་བསྡད་པ་ཡིན་ན་ང་ཚོ་དམངས་གཙོ་ཚད་ལྡན་ཅིག་ཡོང་ཡང་ཡོང་མ་རུང་བ་དེ་ཡིན་དུས་མང་གཙོ་ཟེར་ཡ་ན་རུང་ལ་ལས་འགན་ཡོད་རེད་ཐོབ་ཐང་ཡོད་རེད་ད་ནང་བཞིན་ཕྱི་ནས་འོས་འཕེན་ཡག་འགྲོ་བཞིན་པ་ཡིན་ནའི་ཐོབ་ཐང་གཅིག་རེད་དེ་གང་ཟག་སོ་སོ་སུས་ཀྱི་འདོད་པའི་ཐོག་ནས་བྱས་ཀྱི་རེད་མ་གཏོགས་མི་གཞན་པ་གནོད་ཤུགས་ཀྱིས་དབང་སྒྲོན་བྱས་མ་རེད་ད་ཡི་གེ་སླེབས་ཚ་དུས་ཚང་པ་ལ་ཆོལ་ཁ་ནས་ཡོང་གི་ཡོད་ན་རེད་ཆོས་བརྒྱུད་ནས་ཡོང་གི་ཡོད་ན་རེད་ས་ཁུལ་ནས་ཡོང་གི་ཡོད་པ་ཡིན་ན་རེད་དེ་བོད་མི་ས་ཡ་དྲུག་སྐུ་ཚབ་ཡིན་ཕྱིན་བསམ་བློ་བཏང་ནས་ལས་ཀ་བྱས་ཐུབ་པ་ཡིན་ན་ད་ལྟའི་གི་གནས་སྟངས་འདི་ནས་ཡོང་དགོས་ཨེ་ཡོད་མ་རེད་དེ་ཡིན་དུས་ཏན་ཏན་མ་འོངས་པ་བསམ་བློ་རྒྱ་ཆེ་ཞིག་གུ་ཡངས་ཞེས་བྱ། བུ་གཅིག་པུ་རང་བསམ་བཏང་བྱས། རེ་བ་དེ་འདྲའི་བཞེད། ད་ཐུ་བྷའི་གནས་སྟངས་ཞིག་གང་ལ། རེ་བ་མུ་མཐུད་ནས་རྒྱབ་དགོས་རེད། མང་ཚོགས་ལ་ཡིན་མང་ཚོགས་ངོས་ནས་ཡིན་པ་ཡིན་ནས་འོས་བསྡུ་བྱེད་པའི་སྐབས་ལ་ཡ། ཅིག་སུ་ལ་གདམ་དགོས་དགོས་ཡོད་མེད་དེ་ད་ལྟ་ནས་བསམ་བཏང་བྱས།

ད་ནང་དུ་ཟླ་བ་ལྔ་ལྷག་ཅིག་ཡོད་རེད་དེ་ཡིན་དུས་ཚང་མ་ལ་ཡང་ད་ལྟ་ཐག་གཅོད་དེ་ཡིན་ཟེར་མཁན་མེད་ཨ། ནམ་མཁའ་གཉིས་གསུམ་ཅིག་མ་གཏོགས་ནི་ཡོད་མ་རེད་གཅིག་ནི་སྤྱི་ཟླ་དགུ་པའི་ནང་ལ་ཡང་བཀའ་བློན་འོས་མི་ཁྱི་ཡོང་ཆེད་བདམས་ཡག་རེད་ཨ། སྤྱི་ཟླ་དགུ་པའི་ནང་ལ་བདམས་པ་ཡིན་ན་ད་ལོ་རྗེས་མའི་གི་སྤྱི་ཟླ་དགུ་པ་ཞིག་ནས་འོས་བསྡུ་ལས་རིམ་འགོ་བཙུགས་འགྲོ་དགོས་རེད་ཨ་དེ་བྱེད་དུས་ཕྱག་ལས་གནང་ཡག་དེ་དོན་དམ་གི་ཕྱག་ལས་གནང་ཡག་དེ་ལོ་གཅིག་གསུམ་མ་གཏོགས་མི་འདུག་ཨ། ཡང་བཀའ་བློན་གསར་པ་གསར་རྐྱང་ཞིག་ཕེབས་པ་ཡིན་ན་ཡང་ད་ལྟའི་བཀའ་ཤག་གི་ལས་ཀ་བྱེད་སྟངས་དེ་ཚོ་ཨ་ལས་རྒྱུས་ལོན་བྱེད་ཡག་ཁོ་རང་ལ་ཡང་ད་བར

ད་སྤྱི་ཟླ་དགུ་པའི་ནང་བཀའ་བློན་འོས་མི་བཏོན་མ་འདོན་མི་འདུག་དུས་ཚོད་ཕྱི་ལ་ལྷག་མི་འདུག་བསམ་བསམ་འདྲ་བ་ཕྱིན་མ་ཡིན་ད་ད་ལྟ་བར་དུ་ང་ཚོ་ཐབས་ཆུང་ཆུང་མེད་ཚ་པོ་ཆེར་ཕྱིན་བསྡད་པ་རེད་ལས་ཀ་ལ་ནི་འཐུས་ཤོར་འགྲོ་གི་ཡོད་མ་རེད་དེ་མེད་དུས། འོན་ཡང་ང་ལ་དུས་ཚོད་དེས་གུ་ཡངས་ར་ཡལ་དང་རྒྱལ་སྤྱིའི་ནང་ལོགས་ལ་ལྟས་ཕག་སྙོབ་ཡས་དང་བོད་པའི་སྤྱི་ཚོགས་ལ་ཕག་སྙོབ་ཡས་ཀྱི་ཆེད་དུ་ད་ཡོད་ཀྱི་བཀའ་བློན་ཚོ་ལ་ཡང་ལྷན་ཁང་ང་ཚོ་ཕག་ཚོ་སྐོར་སྐྱབས་བྱེད་ཅིག་བྱེད་དགོས་ཀྱི་འདུག་གང་འདྲ་བྱེད་དགོས་ད་དེ་ཚོ་ད་ལྟ་ཐག་གཅོད་རྒྱུ་ཡིན། ནོར་ལྷ་སེ། ད་ལྟ་འོས་བསྡུ་སླེབས་འགྲོ་ཡོད་རེད་ཅེས་སྐུ་བཀའ་བཏང་སོང།

ཐོས་མ་སྟ་འགྲིག་མ་འགྲིག་དང་བདེན་པ་དང་རྫུན་མ་དེ་འདྲ་བྱུང་སོང་ན་ནི་འདི་ཤེས་རེད་ཅེས་རྒྱབ་སྐྱོར་བྱེད་མཁན་ཚོའི་པ་ར་ལ་བསམ་ཚུལ་ཆགས་བྱེད་དུས་སྤྱི་ཚོགས་དུམ་བུ་ཕྱིར་མ་དེ་འགྲོ་ཡ་མི་འདུག་ད་ང་རང་ད་ལྟའི་བསམ་བློ་ལ་རྗེས་མ་འདི་ལ་ཡ་ད་མི་ད་ལྟ་གཟུགས་པོ་ནི་ཡག་པོ་འདུག་ལས་ཀ་ནི་བྱེད་ཐུབ་ཀྱི་འདུག་ནུས་པ་ཞིག་ཐོན་གྱི་ཡོད་པ་ཡིན་ན